བུ་ཕྱུགས་ཆུ་སྟོང་ཀ་ཉེ་ཁྲིས་ཐུག་རེད་ཟེར་ནས་བུ་ཕྱུགས་དེ་ཆུ་སྟོང་ཡག་ཅིག་ཉེས་གསོག་ཐུག་མ་རེད། དེ་རིང་ང་ཚོ་གྲགས་ཆེན་གྱི་སེམས་ཁམས་རིག་པའི་མཁས་ཅན Adler གྱི་བསམ་བློ་རྩ་ཆེན་གྱི་ཁྱི་ནག་སྟག་མ་མཉམ་སྤྱོད་བྱེད་ངེས་ཡིན། གལ་སྲིད་ང་ཚོའི་བསམ་བློ་དེ་ཉམས་ལེན་བྱེད་ཐུབ་ཡིན་ན་སོ་སོའི་གི་སེམས་ཀྱི་ནུས་པ་ཟད་གྲོན་འགྲོ་ཡག་ལ་ཡག། བཀག་སྡོམ་བྱེད་ཐུབ་པས་མ་ཚད། སོ་སོའི་ནུས་པ་སོ་སོས་སོ་སོ་འཚོ་མྱངས་ཡག་ལ་ཕན་ཐོགས་ཡོད་པས་མ་ཚད་དོན་ཐོག་སེམས་ནང་གི་མ་སྐྱིད་པ་དག་ཏུ་ཚོ་ཉུང་ངུར་བཏང་ཡག་དེ་བས་ཀྱང་འཚོ་བ་གྱི་སྤུས་ཚད་ཡར་བཏང་ཡག་བདེ་སྐྱིད་ཀྱི་ཚོར་སྣང་དེ་ཤུགས་ཆེར་བཏང་ཡག་ཨ་འབྲས་ལ་ཕན་ཐོགས་འདུག་བྱས་ཙང་ང་ཚོ་ད་རིགས་ཁོང་གི་བསམ་བློ་དེ་མ་མཉམ་སྤྱོད་བྱེད་ཀྱིན་འདུག། བསམ་བློ་དེ་ག་རེད་ཟེར་ན་འབྱུང་བཞི་དབྱེ་ཕྲལ་ཁ་ཐིའི་ཧྥ་ལི་གར་སོགས་ཟེར་ན་མིའི་དོན་དག་མིའི་དོན་དག་དང་རང་དོན་དག་རང་དོན་དག་ཐ་ན་སྤུ་གུ་དག་སོ་སོའི་སྤུ་རུ་ལས་སྤུ་གུའི་དོན་དག་དག་སོ་སོའི་དོན་དག་དབྱེ་བ་གསལ་པོ་ཅི་ཐུབ་ཡིན་ན་ཨ་ནི། ང་ཚོས་ཀྱི་སྤུ་གུའི་དོན་དག་གང་ལག་པ་མང་པོ་བརྐྱང་བྱས་སྤུ་གུ་བཀག་སྡོམ་དང་ཇུས་གཏོགས་ཤུགས་ཆེན་པོ་མ་བྱས་ཡག་ད་ང་ཚོས་སོ་སོའི་ཀྱི་དོན་དག་གང་ལ་སོ་སོས་ཇུས་གཏོགས་ཡག་པོ་བྱས་ཀོ་ཨ་ཉི་ཕི་ཧྲི་ཀོ་ཨ་ངོ་ཕི་ཧྲི་ཟ་བཞིན་འདུག་གས་དེ་ཡག་པོ་ཞི་རགས་བྱེད་ཐུབ་ཡིན་ན་ཨ་མི་དང་མི་སྤུ་རུ་འབྲེལ་བ་དེ་ཡག་པོ་སོ་སོའི་སྤུ་གུ་དང་སོ་སོའི་སྤུ་རུ་འབྲེལ་བ་དེ་ལས་ཡག་པོ། འདྲའི་ཆེ་བ་དུས་རྩུབ་པོ་ནི་ག་རེ་ཡིན་ནའི་འཕེལ་རྒྱས་འགྲོ་ཡག་ལ་ཕན་ཐོགས་ཡོད་ར། ད་དཔེ་ཆ་ཞེས་པ་ཤེས་བྱ་ན། ང་ཚོའི་ཕ་མ་གཅིག་ཡིན་པ་ཤེས་བྱ་ན་སོ་སོའི་སྤུ་བ་ཡང་ཆ་རྐྱེན་གྱི་རྩེ་ཡོད་དེ་ཚང་མ་ཀྲུང་གོའི་རིགས་རེད་མ་རེད་སློབ་སྦྱོང་ལ་མཐུན་གྱི་གར་སྐོར་དུ་ནས་ཕ་མས་ཚང་མ་ཀྲུང་གོ་བ་རེད་དེ་ཕ་མས་བྱེད་ཐུབ་པའི་ལས་ཀ་དེ་ག་རེད་དེ་ཕ་མའི་སྦྱོང་གཞི་རེད། ད་ཡིན་ནའི། སྤུ་གུ་དེ་གི་སློབ་སྦྱོང་ལེ་ཝལ་ན་ཡག་རྫུན་ཡག་ཅེས་ཕ་མས་བཟོ་ཐུབ་བས་ཟེར་ན་ཁག་པོ་ཞིག་རག་བ་རེད་དེ་སྤུ་གུ་དེའི་སྦྱོང་གཞི་རེད། ཡིན་ནའི་ང་ཚོས་གར་བྱེད་དགོས་རེད་ཟེར་ན་སྤུ་གུ་དེའི་སྦྱོང་གཞི་དེ་ན་ལག་པ་རྟག་པར་སྐྱེ་འགོ་བ་རེད། སློབ་སྦྱོང་ཡག་པོ་བྱས་མེད་མི་འདུག་ཟེར་ལབ་ཅེས་བཀོལ། སློབ་སྦྱོང་ཡག་པོ་བྱས་མི་འདུག་ལབ་ཤེས་བྱའི་རོར་དང། གཞི་རགས་རྐྱང་བཅས་ང་ཚོ་སོ་སོ་ལས་དཀའ་ལས་ཁ་དེ་སྤོ་གོ་དེ་ལས་དཀའ་ལས་ཁ་དེ་རྒྱོ་ང་མདོག་སོ་སོའི་སྦྱོང་བྱེད་དོ་སྣང་མེད་འགྱོ་ཞིག་ཆགས་འདི་གོ་རེད་ཡིན་དུས་རྩོམ་པ་ངོ་ཚོས་ཕ་མེས་ཀྱི་ཡིན་ནའི་འདྲ་དགེ་རྒན་ཡིན་ནའི་འདི་ག་མཚམས་མཚམས་ལག་པ་རྐྱང་ཡ་མང་འདྲ་བོ་རེད་ད་དཔེ་བྱས་པ་ཆེ་ཆང་དགེ་རྒན་གྱི་རིག་གནས་ཐོབ་གི་ཚད་ཡོད་པ་ཡིན་ནའི་ལས་དགེ་རྒན་དེ་སྤོ་གོ་དེ་ཡ་ཞིབ་ཕྲ་བཅས་ལབ་ནའི་ལས་སྤོ་གོ་དེ་གི་སྦྱང་མ་སྦྱང་དེ་ཆུ་དེ་བཏུང་མ་བཏུང་དེ་སྤུ་གུ་དེ་སོ་སོའི་གི་འབྱུང་གཞི་རེད། ང་ཚོའི་གི་དགེ་རྒན་གི་སྤུ་གུ་ཡི་གི་ཁོག་པ་བག་ཤ་དང་གི་རིག་གནས་དེ་ཡ་རྒྱང་ཐུག་རེད་པས་རྒྱང་ཐུག་མ་རེད་ཨ་འདྲས་ཡིན་དུས་ང་ཚོའི་ཕ་མ་ཡིན་ནའི་འདྲ་དགེ་རྒན་ཡིན་ནའི་འདྲ་སེམས་ནང་རྔམ་ཚབ་དེ་དག་པས་རྟག་པ་སེམས་ཁྲལ་ལངས་ཀྱི་དེ་ཡ་དེ་མ་འཚམ་བྱ་གོ་འདུག་འབྱུང་གཞི་དབྱེ་ཁྲལ་ཡག་པོ་བྱེད་གོ་འདུག་ད་འབྱུང་གཞི་དེ་དབྱེ་ཁྲལ་བྱེད་ཡག་རྩ་དོན་དེ་ག་རེད་ཟེར་ན་རྐུབ་སྟོད་དེ་དེ་སུས་འགན་འཁྱེར་རྒྱུ་རེད་ཟ་བཞིན་འདུག། དོན་དག་དེ་གི་འབྱུང་འབྲས་དེ་སུས་འགན་འཁྱེར་བོ་རེད། འབྱུང་འབྲས་དེ་སུས་འགན་འཁྱེར་གི་འབྱུང་གཞི་དེ་མི་དེ་རེད་ང་ཚོའི་མ་རེད། འདི་ང་ཚོས་གི་སྤུ་གུ་དེ་ཡ་སེམས་ཁྲལ་གི་རྩེད་བྱེད་ནས་སྤུ་གུ་དེ་འབྱུང་གཞི་ང་ཚོས་བཟོ་ཐུབ་ཡ་ཡོད་མ་རེད་སྤུ་གུ་དེ་སོ་སོ་རང་གས་བཟོ་གི་རེད། ཕ་མ་དེ་གི་སོ་སོའི་གི་འབྱུང་གཞི་ག་རེ་ཡིན་ནས་ལས་ཕ་མ་སོ་སོ་རང་གས་འཁྱེར་བོ་རེད་ཡིན་དུས་ཙམ་པོ་དེ་ང་ཚོའི་གི་བོད་པའི་རིག་གནས་ནང་དེ་མཐུན་པོ་ཞིག་རག་འདུག། བྱས་ཙང་ང་ནང་ཚུད་མཚམས་མཚམས་འབྱུང་བཞི་ཡེ་གྲལ་བྱེད་བཤེམས་ཏེ་བྱེད་དགོས་ཡ་དེ་རྒྱལ་ཆེན་པོ་ཞེས་རར་བཞག་ཨ་སུ་སུའི་སེམས་ཁྲལ་དེ་ཤུགས་ཆེན་པོ་ཞེས་རར་མེད་བྱས་སྤུ་གུ་དང་སུ་སུའི་སྤུ་རུ་འབྲེལ་བ་དེ་ལས་ཕ་ཡག་པོ་ར་བྱས།